དྲིན་ལན་འཚལ་བ། ག་རེ་བྱུང་སོང། དེ་འདྲའི་ཁ་ཁུ་སིམ་པོ་དེ་རིང་གི་ང་ཚོ། བཤད་མ་འདོད་པ་རེད་དམ་བཤད་མ་ཤེས་པ་རེད། དྲ་ལམ་བཀག་ཟིན་པའི་གློག་བརྙན་ཞིག་ལ་ལྟ་བཞིན་པ་དང་འདྲ་བར། གློག་དམར་ཁྱུག་ཁྱུག་བྱས་པ་ཙམ་ལས་འབྲུག་སྒྲ་མེད་པ་འདི། མིག་པ་བཀག་བཞག་པ་ནང་བཞིན་འོད་ཟེར་གྱི་རྗེས་ལ་མུན་པོ་དེ་སྔར་ལས་བརྣག་པའི་རྒྱུ་མཚན་ག་རེ་ཡིན་ནམ། རྦ་རླབས་ཀྱི་ལུས་པོ་བྲང་ངོས་ལ་བརྡབས་པ་ཙམ་ལས་ཆོམ་སྒྲ་མེད་པ་འདི། ཨ་མཆོག་བཀག་བཞག་པ་ནང་བཞིན་ཤ་ཐོར་རུས་ཐོར་གྱི་མཛེས་སྡུག་དེ་དག་གང་ནས་བྱུང་བ་ཡིན་ནམ། སྤུན་མཆེད་དང་གཉེན་ཉེ་ཚུལ་དཔྱད་སོགས་ཤོར་ཡང་ངུ་སྐད་མི་གོ་བ་འདི། ཚོར་བའང་ཤི་ཚར་བ་ན་བཞིན་ག་དུས་ཡིན་ན་ཡང་ཆག་སྒོ་ཆེན་པོ་ཞིག་སླེབས་པའི་རྗེས་ལ། ལྷག་པར་དུ་བསམ་བློ་གཅིག་འདྲ་ཞིག་དང་ཚོར་བ་གཅིག་འདྲ་ཙམ་མ་གཏོགས་མེད་པའི་ང་ཚོ། ག་རེ་བྱས་སོང། ག་འདྲ་བྱུང་སོང། བཤད་མ་ཕོད་པ་རེད་དམ་ཤེས་རྒྱུ་གང་ཡང་མེད་པ་རེད། དེ་འདྲའི་མཁའ་དགུ་སྲིན་པོ་དེ་རིང་གི་འཇིག་རྟེན། དེ་འདྲའི་མཁའ་དགུ་སྲིན་པོ་ཤི་བ་ནང་བཞིན་གྱི། ནད་ཡམས་འདི་ནང་བཞིན་གྱི་ལྡེམ་མྱུར་ཅན་གྱི་ཤ་གསེང་ནས་བཀོག་མ་ཐུབ་པའི་ཚེར་མ་ནང་བཞིན་གྱི་དྲི་བ་ཞིག་འཚོལ་གྱིན་ཡོད་དམ། ཕྱི་ལོགས་ཀྱི་ལམ་ཁ་དེ་བཀག་ཅིང། སྒོ་ཆེན་དེ་བརྒྱབ་པ་ཡིན་ན། ནང་ལོགས་ཀྱི་རྒྱ་ཁྱོན་དེ་དངོས་གནས་ཆེ་རུ་ཆེ་རུ་འགྲོ་བཞིན་ཡོད་རེད་པས། ནམ་ཞིག་ཁྱེད་རང་ལ་དྲི་ལན་འདྲ་པོ་ཞིག་སྟེས་དབང་གིས་རྙེད་པ་ཡིན་ན། ང་ལ་ཡང་དེ་ག་རེ་ཡིན་པ་ཅིག་གསུང་རོགས་གནང། སྐུ་མཁྱེན་གསུང་མཁྱེན། ཁྱོད་དང་ང་ད་དུང་ཁོང་མཉམ་དུ་ཤོག་དང་ང་ཚོས་དྲི་ལན་དེ་ཚོ་རེ་རེ་བཞིན་དྲི་བཏུབ་བྱས་ཤིང། གཡེར་ཁའི་རྒྱན་ཆ་སྤྲས་ཏེ། གསལ་འདེབས་ཀྱི་ཅོད་པན་ཞིག་བཟོས་ནས་འགྲོ་བ་མིའི་དབུ་ཐོད་ལ་བསྐོན་བྱུང། དངོས་གནས་དེ་འདྲ་བྱས་ཐུབ་པ་ཡིན་ན། མི་རྣམས་འགུལ་སྐྱོད་བྱས་པ་ཙམ་གྱིས་ཀྱང་སིང་སིང་ཞེས་གཡེར་ཁའི་ཉལ་ཟླ་སྒྲོག་ཡོང་གི་མེད་འགྲོ།